ཏོག་དབྱིབས་ནད་ཡམས་ཀྱི་གྲངས་འབོར་དཔྱད་ཞིབ། མི་དམངས་ཚོར་རང་ཉིད་དང་རང་གི་དགའ་ཉེ་འཚོའི་བདེ་ཐང་ཐད་ཀྱི་ཉེན་ཁའི་སྐོར་ར་སྤྲོད་དང། ཤེས་རྟོགས་བྱ་རྒྱུའི་ཐོབ་ཐང་ཡོད་ལ། ཡན་ལག་བརྒྱུད་རིམ་གྱི་འཆར་གཞི་དང་དཔྱད་ཞིབ་ཕྱོགས་བསྡུས་ཀྱི་ལས་རིམ་ཁག་ལ་མཉམ་ཞུགས་བྱ་རྒྱུའི་ཐོབ་ཐང་ཡོད། བོད་ཀྱི་ཐེབས་རྩ་ཚོགས་པའི་ངོས་ནས་སྤེལ་བའི་ཏོག་དབྱིབས་ནད་ཡམས་ཀྱི་དཔྱད་ཞིབ་ལས་འགུལ་འདི་ནི། དཔྱད་ཞིབ་ཕྱོགས་བསྡུས་བྱ་རྒྱུར་ཁོ་ནར་དམིགས་ཤིང། མཐའ་མའི་གྲུབ་དོན་རྣམས་གསང་བའི་ངང་བདག་ཉར་བྱ་རྒྱུ་ཡིན། དཔྱད་ཞིབ་ཀྱི་ལས་འགུལ་དེའི་དམིགས་ཡུལ་ནི་བོད་པའི་སྤྱི་ཚོགས་ཁག་ཏུ་ལག་བསྟར། གཡོད་ཀྱི་འཆར་གཞི་འདིང་རྒྱུའི་ཆེད་དུ་ཡིན། ང་ཚོས་ཁྱེད་ཅག་དང་འབྲེལ་བ་ཞུས་ནས་སྤྱི་ཚོགས་ནང་གི་གནས་སྟངས་དང། དགོས་མཁོ། བཀག་སྡོམ་ཅི་ཡོད་པ་དང། སྟོང་ཆ་ཅི་ཡོད་པ་རྣམས་ངོས་འཛིན་པའི་ཆེད་དུ་ཡིན། ང་ཚོས་བརྒྱུད་ལམ་འདིའི་ཐོག་ནས་མི་མང་ཁྲོད་ཏོག་དབྱིབས་ནད་དུག་གིས་མནར་བའི་མི་མང་དང། དེ་དག་གི་ནང་མི་ཚོར་ལྟ་ཚུལ་ངན་པ་མི་ཡོང་བ་མ་ཚད། ཕན་ཚུན་ཡིད་ཆེས་འཕེལ་ཞིང་སྤྱི་ཚོགས་ཀྱི་རྒྱབ་སྐྱོར་ཐོབ་པའི་ཆེད་དུ་འབོད་བརྩོན་ཞུ་རྒྱུ་ཡིན། དཔྱད་ཞིབ་འདིར་ཚ་བར་སྐར་མ་བཅུ་ཙམ་འགོར་སྲིད། ང་ཚོས་ཁྱེད་ཅག་གི་ཡ་ལན་དྲང་པོར་གནང་བར་ཡི་རངས་ཞུ། ཁྱེད་རང་ད་ལྟ་ས་ཕྱོགས་གང་དུ་བཞུགས་ཡོད་དམ། རྒྱ་གར། བལ་ཡུལ། ཡོ་རོབ། ཨོ་སི་ཀྲེ་ལི་ཡ། གཞན་ཨེ་ཤི་ཡའི་རྒྱལ་ཁབ། བྱང་ཨ་མི་རི་ཀ། ལྷོ་ཨ་མི་རི་ཀ། ཕོ་མོ་གང་ཡིན་ནམ། ཕོ། ཡང་ན་མོ། ཁྱེད་རང་ལོ་ག་ཚོད་ཡིན་ནམ། ལོ་བཅོ་བརྒྱད་མན་ཆད། ལོ་བཅོ་བརྒྱད་ནས་ཉི་ཤུ་རྩ་བཞི། ལོ་ཉི་ཤུ་རྩ་ལྔ་ནས་སུམ་ཅུ་སོ་བཞི། ལོ་སུམ་ཅུ་སོ་ལྔ་ནས་བཞི་བཅུ་ཞེ་བཞི། ལོ་བཞི་བཅུ་ཞེ་ལྔ་ནས་ལྔ་བཅུ་ང་དགུ་ལོ་དྲུག་ཅུ་ཡན་ཆད། ཁྱེད་ཀྱི་ཤེས་ཡོན་གནས་ཚད་གང་ཡིན་ནམ། སློབ་གྲྭ་བསྐྱོད་མྱོང་མེད་པ། གཞི་རིམ་སློབ་གྲྭ། འབྲིང་རིམ་སློབ་གྲྭ། མཐོ་རིམ་སློབ་གྲྭ། ལས་རིགས་སྦྱོང་བརྡར། མཐོ་སློབ། གཙུག་ལག་འོག་མ། གཙུག་ལག་སློབ་གཉེར། གཙུག་ལག་གོང་མའམ་འབུམ་རམས་པ། ཁྱེད་ཀྱིས་ད་ལྟའི་ཆེད་ལས་སམ། འཚོ་ཐབས་ཀྱི་ལས་རིགས་གང་ཡིན་ནམ། ཁྱེད་ཀྱིས་སྐད་རིགས་ཅི་ཙམ་ཤེས། བོད་སྐད། དབྱིན་སྐད། ཧིན་དི། བལ་པོའི་སྐད་ནེ་པ་ལི། རྒྱ་སྐད། ཧྥ་རན་སི་སྐད། སི་པེན་སྐད། ཨི་ཀྲ་ལི་སྐད། ཇར་མ་ནི་བརྒྱད། སྐད་རིགས་གཞན། ཁ་གསལ་གནང་རོགས། ད་ལྟ་ཁྱོད་ལ་འཕྲོད་བསྟེན་གྱི་དཀའ་ངལ་ཡོད་དམ། ཡོད། ཡང་ན་མེད། གལ་སྲིད་ཡོད་ན། གཤམ་གསལ་གང་ཡོད་རྣམས་ལ་འགྲིག་རྟགས་གནང་རོགས། གཅིན་སྙི་ནད། སྙིང་ཁམས་དང་ཁྲག་རྩའི་ནད། ཁྲག་ཤེད། གློ་བའི་ནད། འབྲས་ནད། མཆིན་པའི་གཉན་ཚན། གློ་ནད་དྲི་བི། ནད་རིགས་གཞན། ཁ་ཟས་ནང་རོ། ཁྱོད་ཀྱིས་ཏོག་དབྱིབས་ནད་ཡམས COVID བཅུ་བདུན་སྐོར་ཤེས་རྟོགས་བྱུང་ངམ། བྱུང། ཡང་ན་མ་བྱུང། གལ་སྲིད་ཤེས་རྟོགས་ཡོད་ན།

ག་རེ་གནང་ཡོད་མེད་སྐོར། ནད་ཡམས་དང་འབྲེལ་བའི་ཟོག་པོར་ཉེན་ཁ་དང་དཀའ་ངལ་སྐོར། གནས་ཚུལ་གཞན་ཁ་གསལ་གནང་རོགས། ཁྱེད་ཀྱིས་ནད་ཡམས COVID nineteen དང་འབྲེལ་བའི་གནས་ཚུལ་གྱི་བརྒྱུད་ལམ་གང་ཡིན་ནམ། རླུང་འཕྲིན། བརྙན་འཕྲིན། སྐད་འཕྲིན WhatsApp། WeChat། Viber iMessage སྤྱི་ཚོགས་དྲ་ལམ Facebook Instagram Twitter འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱི་དྲ་ཚིགས། གཞན་ཁ་གསལ་གནང་རོགས། ཁྱེད་ཀྱིས་ནད་ཡམས COVID བཅུ་བདུན་དང་འབྲེལ་ཡིད་ཆེས་བྱས་པའི་གནས་ཚུལ་གྱི་ཁུངས་གང་ཡིན་ནམ། འཕྲོད་བསྟེན་ཆེད་ལས་པ། གཞུང་འབྲེལ་མི་སྣ། ནང་མིའམ་གྲོགས་པོ་གྲོགས་མོ། སྤྱི་ཚོགས་འཕྲོད་བསྟེན་ཞབས་ཞུ་བ། སྤྱི་ཚོགས་མགོ་ཁྲིད། ཆོས་ལུགས་དབུ་ཁྲིད། སྲོལ་རྒྱུན་སྨན་པ། ཚན་རིག་པ། གསར་འགོད་པའམ་གསར་འགྱུར་བརྒྱུད་ལམ། ཁྱེད་ཀྱིས་ནད་ཡམས་གསར་པ། Covid nineteen། ཞེས་པ་དེ་ཉེན་ཁ་ཆེ་ཆུང་ཇི་ཙམ་མཐོང་ངམ། ཚད་གཞི་ཀླད་ཀོར་ནས་བཅུ། ཉེན་ཁ་མེད་པ། ཉེན་ཁ་ཤིན་ཏུ་ཆེ་བ། ཚད་གཞི་ཀླད་ཀོར་ནས་བཅུ་བར་གནང་རོགས། གཤམ་གསལ་སྡེ་ཚན་ལས་ནད་ཡམས Covid nineteen དེ་འགོ་བའི་ཉེན་ཁ་ཆེ་ཤོས་སུ་ལ་ཡོད་དམ། ཕྲུ་གུ་ལོ་བཅུ་མན་ཆད། ན་གཞོན་ལོ་བཅུ་ནས་བཅུ་བདུན། མཐའ་དམག་འཐེན་མཁན། ཤ་ཟ་མཁན། མངལ་ཆགས་པའི་བུད་མེད། ད་ལྟ་འཕྲོད་བསྟེན་དཀའ་ངལ་ཡོད་པ། ཟས་བཅུད་མ་འདང་བའི་མི། དར་མའམ་ན་གཞོན་ལོ་བཅོ་བརྒྱད་ནས་དྲུག་ཅུ། ལོ་ན་མཐོ་བ་ལོ་དྲུག་ཅུ་ཡན་ཆད། ཚ་བ་ཆེ་སར་གཞིས་ཆགས་པ། གཤམ་གསལ་སྡེ་ཚན་ལས་ནད་ཡམས COVID བཅུ་བཅུ་འགོས་ཚད། ཚབས་ཆེ་ཤོས་ན་བའི་ཉེན་ཁ་ཆེ་ཤོས་སུ་ལ་ཡོད་དམ། ཕྲུ་གུ་ལོ་བཅུ་མན་ཆད། ན་གཞོན་ལོ་བཅུ་ནས་བཅུ་བདུན། ཐ་མག་འཐེན་མཁན། ཤ་ཟ་མཁན། མངལ་ཆགས་པའི་བུད་མེད། ད་ལྟ་འཕྲོད་བསྟེན་དཀའ་ངལ་ཅན། ཟོལ་རྒྱུད་མ་འདང་བའི་མི། དར་མའམ་ན་གཞོན་ལོ་བཅོ་བརྒྱད་ནས་དྲུག་ཅུ། ལོ་ན་མཐོ་བ་ལོ་དྲུག་ཅུ་ཡན་ཆད། ཚ་བ་ཆེ་སར་གཞིས་ཆགས་པ་རྣམས། ཁྱེད་ལ་ནད་ཡམས COVID nineteen འགོས་བའི་ཉེན་ཁ་ཇི་ཙམ་ཡོད་དམ་ཚད་གཞི་ཀླད་ཀོར་ནས་བཅུ། མི་སྲིད་པ། ཚབས་ཆེ་སྲིད་པ། ཚད་གཞི་ཀླད་ཀོར་ནས་བཅུ་བར་གནང་རོགས། ཁྱེད་ཀྱིས་ནད་ཡམས COVID nineteen ཁྱབ་གདལ་གང་འདྲ་འགྲོ་མེད་སྐོར་ཤེས་ཀྱི་ཡོད་དམ། ཡོད། ཡང་ན་མེད། གལ་སྲིད་ཤེས་རྒྱུ་ཡོད་ན། ནད་ཡམས་ཀོ་བིད་བརྙན་ཏྲིན་དེ་ཁྱབ་གདལ་གང་འདྲ་འགྲོ་ཡི་ཡོད་དམ། ཁྲག་རྒྱུས་ཁྱབ་པ། རླུང་གིས་ཁྱེར་ནས་ཁྱབ་པ། ནད་པ་དང་ཐད་ཀར་ཐུག་འཕྲད་བྱས་པ། སྦྲུམ་མས་ཁྱབ་པ། ནད་འབུ་ཡོད་པའི་དངོས་པོའམ་ཡང་ན་མཁའ་རླུང་བརྒྱུད་དེ་ཁྱབ་པ། ལུས་འབྲེལ། སེམས་ཅན་ནད་པ་དང་འབྲེལ་བ་བྱུང་བ། དུག་སྦྲང་གིས་རྨུགས་པ། ཤ་ཟ་བ། Five G བེད་སྤྱོད་པ། ཀོ་རོ་ན་བེིར་འཐུང་བ། ཁྱེད་ཀྱིས་ནད་ཡམས COVID nineteen ནད་རྟགས་ཤེས་ཀྱི་ཡོད་དམ། ཡོད། ཡང་ན་མེད། གལ་སྲིད། ཤེས་ཀྱི་ཡོད་ན། ནད་རྟགས་གང་དང་གང་ཡིན་ནམ། ཚ་བ་འཕར་བ། གློ་རྒྱབ་པ། སྐྲ་བིད་པ། ཙོག་པ་འགག་པ། དབུགས་ཧལ་བའམ་དབུགས་གཏོང་ལེན་དཀའ་བ། ཤ་རྒྱུན་ལ་ཟུག་གཟེར་ལངས་པ། མགོ་བོ་ན་བ། གཅིན་པ་ཡང་ཡང་དྲོ་བ། ཤེལ་ནད་བྱུང་བ། གཉིད་མ་ཤོར་བ། ཁྱེད་ཀྱིས་ནད་ཡམས་ཀོ་བིད་བརྙན་འགོག་ཤེས་ཀྱི་ཡོད་དམ།

བློ་དང་ཧབ་དྲིལ་རྒྱག་སྐབས་ཁ་སྣ་བརྒྱབ་པ། ཆང་རག་འཐུང་བ། ཚ་བ་ཡོད་པའམ་གླུ་བླངས་མཁན་མི་དང་འབྲེལ་བར་མ་བྱས་པ། མང་ཚོགས་འཛོམས་སར་ཁ་རས་གྱོན་པ། མི་ཚོགས་བར་འགྱངས Social Distancing ལག་བསྟར་གནང་བ། གཙང་སའི་དུག་རྫས་འཐུང་བ། གཤམ་གསལ་ཐབས་ལམ་རྣམས་ལས་ཁྱེད་ཀྱིས་ལག་བསྟར་མང་ཤོས་གནང་བ་གསུམ་ལ་འགྲིག་རྟགས་རྒྱོབ། ཆུ་དང་ཡིད་རྩིས་ལག་པ་ཡང་ཡང་འཁྲུལ་བ། རིམས་སྲུང་རིལ་བུ་སྐེ་ལ་གྱོན་པ། ལག་ཐུག་གཙང་སེལ Hand Sanitizer བོས་སྤྱོད་པ། ཁ་རས་གྱིས་ཁ་གྱེས་པ། ཚ་བ་ཡོད་པའམ་གླུ་བླངས་མཁན་མི་དང་འབྲེལ་བ་མ་བྱས་པ། མང་ཚོགས་འཛོམས་སར་ཁ་རས་གྱོན་པ། མི་ཚོགས་བར་འགྱངས Social Distancing ལག་བསྟར་གནང་བ། གལ་སྲིད་ཁྱེད་ལ་ནད་ཡམས Covid བརྙན་གྱི་ནད་རྟགས་ཡོད་ན་ག་རེ་གནང་གི་ཡིན་ནམ། མི་རྒན་པ་དང། ཉམས་མྱོང་སྤྱད་ནས་བསླབ་བྱ་ལེན་པ། སྨྱོན་འགོག་ཟུར་བཀག་ལ་ཞུགས་པ། ཚོང་ཁང་ནས་སྨན་ཉོ་བ། སྲོལ་རྒྱུན་བོད་སྨན་བཟའ་བ། སྨན་ཁང་ལ་འགྲོ་བ། ནད་ཡམས་ཀོ་བིག་ནཱིན་ཏིན་རྐྱེན་པས་ཁྱེད་རང་གི་སེམས་ཁམས་འཕྲོད་བསྟེན་གང་འདྲ་འདུག་གམ། སེམས་ངལ་ལམ་སེམས་འཚབ་མེད་པ། སེམས་ཉེ་ལམ་སེམས་འཚབ་ཆེ་བ། ཚེས་བཞི། ཀླད་ཀོར་ནས་བཅུག་པར་གནང་རོགས། གལ་སྲིད་ཁྱེད་རང་ལ་ནད་ཡམས COVID nineteen ཡོད་ཚེ། དྲག་པའི་རེ་བ་ཇི་ཙམ་ཡོད་དམ། མི་སྲིད་པ། ཚེས་བཞི་ཀླད་ཀོར་ཧ་ཅང་གི་སྲིད་པ་ཚད་གཞི་གཅིག་ནས་བཅུ་བར་གནང་རོགས། གལ་སྲིད་ཁྱེད་རང་ནད Covid nineteen ཡོད་པ་ཡིན་ན། ཁྱེད་ཀྱི་བསམ་ཚུལ་ལ་སྤྱི་ཚོགས་ཀྱིས་ཁྱེད་ལ་དབྱེ་འབྱེད་བྱེད་ཀྱི་རེད་དམ། རེད། ཡང་ན་མ་རེད། ཁྱེད་རང་ངམ། ཡང་ན་ཁྱེད་ཀྱི་གཉེན་ཉེ་ནད་ཡམས Covid nineteen གྱིས་ན་སོང་ངམ། སོང། ཡང་ན་མ་སོང། ན་བའི་སྐབས། ཁྱེད་དང། ཁྱེད་རང་གི་གཉེན་ཉེར་ཕྱག་རོགས་སུས་གནང་སོང། ས་གནས་འཕྲོད་བསྟེན་ལས་ཁུངས། བོད་རིགས་སྤྱི་མཐུན་ཚོགས་པ། ནང་མིའམ་གྲོགས་པོ། གྲོགས་མོ། བོད་མིའི་སྒྲིག་འཛུགས། གནོད་ཡོད་ས་གནས་སྲིད་གཞུང། གཞུང་འབྲེལ་མིན་པའི་ཚོགས་པ། གཞིས་ཆགས་སམ། ས་གནས་མང་ཚོགས། ཁྱིམ་མཚེས། སུས་ཀྱང་གནང་མ་སོང། ཁྱེད་ལ་ནད་ཡམས COVID nineteen ཡི་ནད་རྟགས་བྱུང་སྐབས་ག་རེ་གནང་བ་ཡིན་ནམ། མི་རྒན་པ་དང་ཉམས་མྱོང་ཅན་ལས་བསླབ་བྱ་ལེན་པ་ཡིན། སྔོན་འགོག་ཟུར་བཀག་ལ་ཞུགས་པ་ཡིན། ཚོང་ཁང་ནས་སྨན་ཉོས་པ་ཡིན། བོད་སྨན་བཟས་པ་ཡིན། སྨན་ཁང་ལ་ཕྱིན་པ་ཡིན། ཁྱེད་རང། ནད་ཡམས COVID nineteen ན་བའི་སྐབས། གཤམ་གསལ་མཐུན་འགྱུར་རགས་ཚད་ཕན་ཐོགས་ཆེ་ཤོས་ག་རེ་བྱུང་ཡོད་སྲིད་དམ། སྨན། ཚ་བ་འཇལ་ཆེད